ད་རིང་ང་སླེབས་སའི་ས་ཆ་དེ་ཡིན་ན་ས་ཚིགས་གལ་ཆེན་ཞིག་ཡིན། ད་དེ་ཡག་ཆུ་གཉིས་དུས་མཚམས་ཀྱི་ཡོད་རེད། ཨ་ནེ། ཆུ་གཉིས་དུས་མཚམས་ཀྱི་གོང་དེ་ལས་ཡག་སྔར་གྱི་རྒྱ་མདའ་རྫོང་རྙིང་པ་དེ་ཡིན་པ་དང་ཆབས་ཅིག་ཨ་ནེ་དེ་སྔ་ཡིན་ན་ཀོང་པོའི་རྒྱ་རྒྱུད་ལ་ཀོང་སྟོད་སྨད་ཟེར་གྱི་བ་ཙམ་མ་ཟད་ཉང་ལུང་ཀོང་གསུམ། ཉང་པོ། ལོང་པོ། ཀོང་པོ་གསུམ་ཡིག་གི་ཡོད་རེད་བ། ད་དེའི་ནང་ལོགས་ནས་ཡ་གིའི་གི་ཕུ་དེ་ནས་ད་དབུས་དུས་དང་ཨ་ནེ་ཉང་པོའི་ས་མཚམས་ཀོང་པོ་བར་ལ་མཚུངས་སྟབས་ནས་བཞུར་བའི་ཆུ་རྒྱུན་དེ་དག་ཐམས་ཅད་ད་ཉང་པོའི་གི་ཆུ་ཆད་དེ་དང། ཡ་གིའི་གི་ཕུ་དེ་ལ་ཡ། རི་གཉིས་ཀྱི་ད་ད་ད་ཕུ་དེ་ལ་ཡ་མྱང་བུ་ཤང་ཡོར་དེ་ནུ་མ་ཡོང་བའི་གི་ད། མྱང་ཆུ་ཆུང་བ་གཉིས་དེ་གཉིས་གཉིས་བསྡུས་ནི་མྱང་ང་མྱང་གི་མྱང་ཆུ་ཞེས་བྱ་བ། དེ། མང་འདུག་བྱས་བྱས་ད་གིན་སྐབས་བྱས་ན་རྒྱ་མདའ་རྫོང་གསར་པའི་ངོ་ལ་ཡ། འདུག་བྱས་བྱས་མང་འགྲོ་གི་ཡོ་རེད་ད། དེ་འགྲོ་དུས་ཚང་པ་ས་མཚམས་གལ་ཆེན་གཅིག་མྱང་ལུང་ཀོང་གསུམ་གྱི་ནས་མྱང་བུ་ཞེས་བྱ་བ་དེ། ཆུ་གཉིས་བསྡུས་མཚམས་ཀྱི་རྒྱལ་འདབས་དེ་དག་ཐམས་ཅད་ལ་སྔར་མྱང་བུ་ཞེས་བྱ་བ་དང་ཆུ་གཉིས་བསྡུས་པའི་རྗེས་ནས་ད་ཉང་ཆུ་གཙང་པོ་དེ་ན་མ་ཕྱིན་ནས་མ་གིའི་གི་རྒྱམ་ཐབ་རྫོང་གི་དིང་སང་ཡིན་ན་ཚོགས་གོ། བྲག་གསུམ་མཚོའི་གི་ཆུ་དེ་ལ་བྲག་ཆུ། དེ་ཉིད་གཉིས་འདུས་པའི་སྔར་གི་ཐང་རྒྱལ་ལྷ་ཁང། ར་བ་དེ་ལ་ཡ། ཨནེ། དེའི་བར་ལ་ཡ་དང་ལོང་བུ་བཞུ་ཡ་ཅིག་དང་ལོང་བུ་མ་འདབ་ནས་བྱེད་དང་མ། ཨནེ། གསེར་སྐྱེམས་ལ་དང་རི་བོང་གནམ་ལྕགས་འབར་བ་དེ་དག་ཐམས་ཅད་ལ་མ་ཕྱིན་པ་དེ་ལ་ཀོང་པོ། བྱེད་བྱེད། ཉང་ལུང། སྟག། ཀོང་གསུམ་ཞེས་བྱ་བ། མཚམས་དེ་དེ་འདྲ་ཞིག་འཁྱེར་གྱི་འདུག་བྱས་ཙང་དེ་རིང་དེ་ས་ཚིགས་གལ་ཆེན་ཅིག་ཡིན། ཨ་ནེ། ཉང་བུའི་ཆུ་ཆེ་ཆུང་གཉིས་བསྡུས་པར་བརྟེན་ནས་ཉང་ཆུ་གཙང་པོ་དེ་འདི་རེད་ཅེས་སྟངས་བྱས་ནས་ཀོང་པོའི་དེ་ལ་ཉང་ང་ཉང་ཞེས་བྱ་བ་འདི་རེད། ད་དེ་ལས་རྒྱམ་ཐག་རྫོང་རྙིང་པ་དང་ཆུ་གཉིས་ཀྱི་མདུན་མཚམས་ཨ་ནེ་འོས་སྦྱོར་དེ་འདྲས་གཅིག་གི་ཐོག་ནས་བོད་རྒྱ་རི་ཆུའི་རིག་གནས་གལ་ཆེན་ཅིག་ངོ་སྤྲོད་ཞུས་པ་ཡིན་བཀྲ་ཤིས་བདེ་ལེགས།